དེ་ནི། འགྲན་སེམས་ལ་བཟོ་པ། ཡང་ན་ཕྲག་དོག་ལ་བཟོ་པ། འདིའི་སྐབས་ལ། སུ། ག་རེ་ལབ་ཀི་ཡོད་པ་རེད་ཟེར་ན་ནི། རང་དང་མཉམ་པ། ཡོན་ཏན་དང་རྒྱུ་དཔལ་འབྱོར་གཟུགས་ལང་ཚོ། ཨོ། ད་དེ་འདྲ་གི། ཡོན་ཏན་གི་ཕྱོགས་ནི་རང་ཉིད་དང་མཉམ་པའམ་ཡང་ན་རང་ལས་དམན་པ། ཨོ་དེ་འདྲ་བྱེད་ཀི་རང་ཉིད་ལ་ཕྲག་དོག་བྱེད། འགྲན་སེམས་བཟོས་ནས་ཡང་ནས་ང་ཚོ་རང་ཉིད་རང་ཉིད་ཀྱི་མགོ་འཕང་མ་གནོན་ཡག་གི་བསམ་བློ་དང་དེ་འདྲས་སོགས་ཡོང་དུས་ཡང་ནས་དེ་ལ་ཡང་ནས་ཕ་ཡང་གཅིག་པ་གཅིག་ཀྱང་ཕྲག་དོག་བཟོས་ནས་ཁ་བརྡ་བཅག་ཡ་མ་རེད། ད་ནང་པ་སངས་རྒྱས་པའི་ཆོས་ཉམས་ལེན་བྱེད་མཁན་གཅིག་གིས་ཕྲག་མི་གཞན་པ་གི་རང་ཉིད་ལ་ཕྲག་དོག་ཅིག་ཡོང་དུས་ཕྲག་དོག་དེ་ལ་ཁ་བརྡ་བཅག་སྟངས་དེ། རང་ཉིད་ཀྱི་ཕྲག་དོག་གི་མགོ་མ་མནན་ནས། མི་གཞན་གྱི་ཚུར་རང་ཉིད་ལ་སྐྱོན་འདྲ་བོ་དེ་འདྲས་བརྗོད་ཡོང་པ་ཡིན་ན་དང་ལེན་བཟོ། ཁོ་རང་གི་བཤད་པ་དེ་ལ་རྒྱུ་མཚན་འདུག་གནས་ལུགས་འདུག་ཟེར། དེ་འདྲའི་བསམ་བློ་བཏང་ཡ་དེ་རེད་ཟེར། དེ་འདྲའི་བསམ་བློ་མ་བཏང་ན་སྤྱིར་བཏང་གི་ཆོས་པ་ཅིག་ཡིན་ན་ཨ་ཅང་ཅང་དམ་པའི་ཆོས། ཉམས་ལེན་བྱེད་ཡོང་དུས་གང་ལ་འདོད་ཆགས་ཞེ་སྡང། གཏི་མུག་ང་ནི་ཞེ་སྡང་གི་ཆར་གཏོགས་རེད། ཕྲག་དོག་ལ་ཡང་དེ་ཞེ་སྡང་གི་ཆར་གཏོགས་ཆགས་ལ་ཡོད་རེད། ཨ་ནི་འདོད་ཆགས་ཞེ་སྡང་གཏི་མུག་གསུམ་མགོ་ན་ཡང་དེ་དག་པ་ཆེ་ཆུང་རྐང་གི་ཆུ་གྲུམ་ན་ཡང་རྩ་བ་ཆགས་ལྟ་ཡོད་རེད། དེ་གཅིག་རེད། ད་འཇིག་རྟེན་གྱི་མི་གཅིག་སྤྱི་ཚོགས་ཀྱི་འཚོ་བ་རྣམས་ལ་མཚོན་པ་ཡིན་ན་ཡང་ཨ་ནི་ཕྲག་དོག་གི་ལན་པོ་ལ་ཕྲག་དོག་བཟོས་པ་ཡིན་ན་ཐ་མ་དེ་ཁོང་ཁྲོ་ལངས་རེད་ཁོང་ཁྲོ་ལངས་ནས་རྒྱབ་འདྲི་རྒྱབ་བྱ་བ་ལམ་འགྲོ་མ་བཅུག་ལས་ཀ་ལམ་འགྲོ་མ་བཅུག་ཨ་ནི། བཀྲ་མི་ཤིས་པ་ཚང་མ་དེ་ཡོངས་བསྒྲགས་ཀྱི་ཡོད་རེད། ཡིན་ཙང་མི་གཞན་པ་གི་ཚེ་ཕྲག་དོག་བཟོ་དུས་གཡག་ཤུ་དེ་ཕྲག་དོག་ལ་བཟོད་པ་སྒོམ་ཡ་རེད། ཕྲག་དོག་ལ་བཟོད་པ་སྒོམ་སྟངས་ག་རེ་རེད་ཟེར་ལབ་པ་ཡིན་ན་ཡིན་ནི་མི་གཅིག་ཡིན་ཚར་བའི་སྒང་ལ་བྱ་བ་གི་སྒང་སྤྱོད་པ་གི་སྒང་ཡང་ན་ཡོན་ཏན་གྱི་ཕྱོགས་གང་ནས་ཡིན་ན་ཡང་སྐྱོན་ཅུང་ཙམ་སྐྱོན་མེད་པ་ཅིག་མི་སྲིད་པ་རེད་སྒང་ནས་ང་ཚོས་བཤད་ཚར་བ་རེད། ཡིན་ནི་གཞན་གྱི་ཚུར་བཤད་གི་ཡོད་པ་དེ་ཁྱེད་རང་གི་སྐྱོན་ནས་སེམས་གི་ཡོད་རེད། སྐྱོན། ཁྱེད་རང་གི་སྐྱོན་ནི་གསུམ་ག་ཡོད་རེད་ཡོད་ཙང། སྐྱོན་དེ་རང་ལ་འདུག་མི་འདུག་བལྟ་བ་ཡིན་ན། མི་གཞན་གྱི་ཚུར་སྐྱོན་གཅིག་བརྗེ་ཡོང་གི་ཡོད་པ་དེ་ཕལ་ཆེ་བ་བདེན་པ་རེད་དེ་རང་ལ་བལྟས་ཆོག་ན་སྐྱོན་གཅིག་ཕལ་ཆེར་ཡོད་རེད། ཡིན་ཙང། མི་གཞན་པ་གི་ཚུར་སྐྱོན་བརྗོད་ཡོང་བ་དེ་ལ་ནི། འགྲན་སེམས་བཟོ་བ་མ་ཡིན་པར་རང་ཉིད་ཀྱི་སྐྱོན་དེ་བསྒྱུར་བཅོས་དང། ཁོ་རང་གི་བཤད་པ་དེ་དང་ལེན་བྱས་ན་རང་གི་སྐྱོན་དེ་བསྒྱུར་བ་གཏང་ཐུབ་ཀྱི་རེད་སྐྱོན་དེ་བསྒྱུར་བ་བཏང་པ་ཡིན་ན། ཨ་ནེ་མི་གཞན་པ་གི་ཕྲག་དོག་སྐྱེ་ས་གི་སྐབས་གོ་སྐབས་ཨ་དེ་རག་གི་ཡོད་མ་རེད་ཡིན་ཙང་སྤྱི་ཚོགས་གི་འཚོ་བ་ནང་ལོག་ནས་ཕྲག་དོག་ལ་འགྲན་སེམས་མི་བཟོ་བ་བྱེད་གཞན་གི་འགྲན་སེམས་ལ་རང་གི་ཕ་འགྲན་སེམས་མི་བཟོ་བ་བྱེད་གཞན་གི་འགྲན་སེམས་ཀྱི་དབང་གིས་སོ་སོ་ལ་སྐད་ཆ་མི་སྙན་པ་བཤད་ཡོང་བ་དེ་དང་ལེན་བཟོས་ནས་རང་ཉིད་ཀྱི་ངོ་ནས་འགྱུར་བ་བཏང་བ་ཡིན་ན། ཕ་རོལ་པོ་ཚུར་ཤེས་བཞག་པའི་བཀའ་རྒྱ་དེ་བླ་མའི་གསུང་ནང་བཞིན་བརྩི་བཀུར་བྱས་ས་རེད་ད། བླ་མ་དེ་སོ་སོ་ལ་ལམ་བསྟན་མཁན་ཡིན་པ་ནང་བཞིན་གཞན་རང་ཉིད་ལ་འགྲན་སེམས་བཟོ་མཁན་གྱི་བཀའ་རྒྱ་དེ་ཡང་རང་ཉིད་ཀྱི་ལམ་བསྟན་མཁན་དུ་བེད་སྤྱོད་བཏང་ཆོག་གི་ཡོད་རེད་ད། འོ་དེ་འདྲ་རེད། ཡིན་ཙང་འདིའི་སྐབས་ལ་ཨ་ནི་དམ་པའི་ཆོས་སྒྲུབ་མཁན་གཅིག་ཡིན་ན་ཨ་ཅང་ཅང་འདོད་ཆགས་ཞེ་སྡང་གཏི་མུག་གསུམ་ལ་ཁ་གཏད་གཅག་དགོས་ན་ཕྲག་དོག་དམོད་མ་དགོས་པ་བྱེད། སྤྱིར་བཏང་གི་སྤྱི་ཚོགས་ནང་ལོགས་ཀྱི་མི་གཅིག་ཡིན་ན་ཡང་ཕྲག་དོག་ལ་ཁ་གཏད་གཅག་སྟངས་དེ། གཞན་གྱི་ཕྲག་དོག་ལ་རང་ཉིད་ཀྱིས་ཀྱང་ཕྲག་དོག་བྱེད་པ་མ་ཡིན་པར་རང་ཉིད་ཀྱི་སྐྱོན་ལ་བསྒྱུར་རྒྱུ་དང། འོ་དེ་བྱེད་པ་དེ་ཕྲག་དོག་དང་ཡང་ན་འགྲན་སེམས་ལ་བཟོད་པ་བསྟེན་ཚད་ཡག་ཤོས་གཅིག་རེད། དེ་འདྲ་གསུང་གི་ཡོད་པ་རེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།